དེ་ཡིན་དུས་ཨང་དང་པོ་དེ་ལས་ཡང་རྟ་ལྗང་འཚོ་དགོས་ཡ་དེ་གལ་ཆེན་པོ་ག་རེ་ཆགས་དགོས་ཡོད་རེད་ཨ་ནི་རྟ་ལྗང་ཡ་དེ་གལ་ཆེན་པོ་ག་ཚོད་ཟིག་ཆགས་དགོས་ཡོད་རེད་འདོན་པ་འདོན་ཡ་དེ་ག་ཚོད་གལ་ཆེན་པོ་ཆགས་དགོས་ཡོད་རེད་ཟེར་ཡ་དེ་དྲི་བ་དེ་དཔེ་གནད་འགག་ཆེན་པོ་ཆགས་འདུག་ཤིང། དང་པོ་དེ་ལས་ཡང་འདོན་པ་འདོན་ཡ་དེ་གར་ཕྱིན་ན་གལ་ཆེན་པོ་ཆགས་ད་ཡང་འདོན་པ་འདོན་ཡ་དེ་གལ་ཆེན་པོ་རེད་གསུང་མཁན་ཡོད་རེད་མ་རེད་གསུང་མཁན་ཡོད་རེད་བ་ཡིན་ན་ཡང་སྙིང་བསྡུས་ཅིག་ང་རང་གིས་ཅིག་སོ་སོ་གིས་ད་རང་ལུགས་ཀྱི་བསམ་བློ་བཏང་ས་འདྲ་པོ་ཅིག་ཞུས་པ་ཡིན་ན་འདོན་པ་འདོན་དགོས་ཡ་དེ་ཧང་སངས་གལ་གནད་འགག་ཆེན་པོ་ཆགས་ཏེ་བཞག་ཟེར་བཞིན་དུ་ཞུས་ཡོད་རེད་བ། འདོན་པ་འདོན་ཡག་དེ་གར་ཕྱིན་གནད་འགག་ཆེན་པོ་ཆགས་ཏེ་བཞག་ཞུས་པ་ཡིན་ན་དཔེར་ན་ང་རང་ཚོ་འགའ་ཤས་ཀྱིས་གཟིགས་འོར་ད། གཙོ་བོ་འདོན་པ་འདོན་ཡག་གལ་ཆེན་པོ་མ་རེད་དོན་དག་དེ་ཤེས་དགོས་ཡག་གལ་ཆེན་པོ་རེད་ཞེས་གོ་དེ་ཡིན་དུས་ད་ང་ཚོ་སློབ་གཉེར་བ་གཞུང་ཆེན་པོར་སློབ་གཉེར་བ་ཞིག་ངོས་ནས་བཤད་པ་ཡིན་ན་ད་ང་རང་སྐད་ཆ་ཞུ་བཞིན་ཡེ་དོ་གལ་མ་རེད་དེ་ཡིན་ནས་སོ་སོ་གྱི་ཉམས་མྱོང་ཕྲན་བུ་འདྲ་བོ་ཅིག་ཞུས་པ་ཡིན་ན། དཔེར་ན་ང་ཚོ་ལོ་ལྟར་ཞིང་གློག་རྒྱུགས་སྤྲད་དགོས་ར་གློག་རྒྱུགས་སྤྲད་ཀྱི་ཡོད་དུས་ཚང་མ་གློག་རྒྱུགས་དེ་གློག་ལ་ཡོད་ནས་རྒྱའི་རྣམ་པ་ཚོ་ཚ་དཔེ་ཁྲིད་འགྲོ་བ་ཡིན་ནས་འདྲ་འདུག་ཆོས་ར་འགྲོ་བ་ཡིན་ནས་འདྲ་འདུག་དམིགས་བསལ་གྱི་ཆིག་ཁ་ལག་མ་སོགས་བྲོ་བ་འབེབས་ཁ་ཁ་རེ་བྱེད། དེ་ཡིན་དུས་གློག་སྐྱུག་དེ་གློག་ལ་ཡོད་ནས་དཔེ་ཁྲིད་འགྲོ་བ་དང་ཆོས་རར་འགྲོ་བ་དང་གློག་སྐྱུག་དེ་གློག་ལ་མེད་ནས་རྩོད་པ་དང་ཅེས་ཆོས་ར་ན་འགྲོ་བ་དང་ཅེས་དཔེ་ཁྲིད་འགྲོ་དུས་དཔེ་དཀའ་ངལ་འདུག་དེ་གློག་སྐྱུག་མེད་ན་གློག་ལ་འགྲོ་ཡ་ཆོས་ར་དེས་སོ་སོ་ལ་ཉམས་མྱོང་ཞུ་བའི་ས་དཔེ་དེ་ནང་བཞིན་ད་ང་རང་ཚོ་ཚོའི་འདོན་པ་འདོན་དུས་ཚོགས་ནང་གློག་ལ་ཡར་ལྟ

ཧ་ལམ་ད་རྗེས་རིན་པོ་ཆེ་དེ་སངས་རྒྱས་སངས་རྒྱས་ཚར་གསོལ་ནས་མ་འདྲིས་པ་ཡོད་མ་རུང་བདེན་བྲལ་གྱི་གསུང་རྩ་ཆེན་པོ་གྱི་ཁ་ནུ་མ་བདུན་ཡང་དེ་དངོས་གནས་དྲངས་ནས་སྐལ་བ་བཟང་པོ་ཞུ་ཕྱག་འདོད་རོགས་ད་དེ་དོན་དག་དེ་ཤིང་པར་བྱེད་པ་ལ་བློ་ལ་ཡོད་ནས་དོན་དག་དེ་སྦྱངས་པ་དང་བློ་ལ་མེད་ནས་དོན་དག་དང་དོན་དག་དེ་སྦྱངས་པ་ནི་དཔེ་ཁྱད་པ་ཞུ་ཡི་འདུག་དེ་ཡིན་དུས་བློ་ལ་ཡོད་ནས་དོན་དག་དེ་སྦྱངས་པ་ཡིན་ན་ནམ་ཅི་ག་རེ་ཡིན་ནས་ངས་ད་ཡིན་གོང་དུ་ཞུས་པ་ན་ཞེས་ཀློག་རྒྱུགས་བློ་ལ་ཡོད་ནས་དཔེ་ཁྲིད་འགྲོ་བ་དང་རྩོད་པ་འགྲོ་བ་གཉིས་དེ་དང་གཅིག་པ་ཆགས་ཏེ་བཞག་དེ་ཡིན་དུས་དོན་ལྟ་ཡང་དེ་དཔེ་གནད་འགག་ཆེན་པོ་རེད་ཅེས་ཐ་ལྟ་དེ་ཡང་དེ་ཚོ་གནད་འགག་ཆེན་པོ་གཅིག་དེ་ད་ངས་རིང་པོ་ཞུ་བསྡད་པ་ཡིན་ན་དུས་ཚོད་མང་པོ་ཅིག་འགོར་འགྲོ་ས་རེད་རྣམ་པ་ཚོ་ལ་ཡང་སུན་པོ་ཆགས་ཀྱི་རེད་བ་དེ་མང་དྲགས་པ་ཡིན་ན་སྙིང་དོན་འདྲ་པོ་ཅིག་ཞུ་བ་ཡིན་ནའང་དང་པོ་དེ་ངས་ག་རེ་ཞུ་འདོད་བྱུང་ཟེར་ལབ་པ་ཡིན་ན་དཔེར་ན་ང་ཚོ་རྗེ་རིན་པོ་ཆེའི་མཛད་ཆེན་བཞི་ཡོད་རེད་བ། རྗེ་རིན་པོ་ཆེའི་མཛད་ཆེན་བཞིའི་ནང་ལོགས་ལ་ཡོད་ཆུ་ཁྲུའི་སྨོན་ལམ་ཆེན་པོ་དེ་གཅིག་ཆགས་འོང་རེད་བ། དེ་ཡིན་དུས་ཆོས་འཕྲུལ་སྨོན་ལམ་ཟེར་དུས་ཅི་དང་ལྟ་ཅི་བཏང་ཡ་དང་ལན་བརྒྱ་ཡ་དང་མང་པོ་བྱོས་ཡོད་ར་དེ་ཡིན་ན་ཡང་གནད་འགག་ཆེ་ཤོས་ནང་གི་ཆེ་ཤོས་གཅིག་དེ་ཆོས་འཕྲུལ་སྨོན་ལམ་ཆེན་པོའི་ནང་ལོགས་ལ་ཡ། འདོན་པ་བདུན་ཡ་དེ་ཆགས་སྡོད་འོར་འདོན་ལྟ་ཡང་དེ་ཆགས་སྡོད་འོར་བ། དེ་གནད་འགག་ཆེན་པོ་མ་ཡིན་ན་རྗེ་རིན་པོ་ཆེའི་མཛད་ཆེན་བཞི་ནང་ལོགས་བཅུ་དགུ་མ་ར་ད་རྗེ་རིན་པོ་ཆེ་སེང་གེ་འདི་ག་འདྲས་རེད་ཟེར་བའི་ངས་གོང་དུ་ཞུས་ཚར་བ། ད་ར། འདི་བྱས་ཨ་ནས་གཉིས་པ་དེ་ལ་ཡ་ད་ལྟ་ང་ཚོ། དཀའ་ངལ་མཐའ་མ་དེ་ཞུ་གིན་ཡོད་ར་བ་ད་དེ་རིང་པོ་ཆགས་འགྲོ་ས་རེད་དེ་ཡིན་དུས་ཚང་མ་ལ་ཡ་མཐའ་མ་དེ།

གལ་སྲིད་རྒྱ་ཆེན་པོ་ཞོ་དེ་འདྲ་བསམ་བློ་བཏང་མ་ཐུབ་པ་ནི་ངའི་གྲྭ་ཚང་གི་ཞབས་ཞུ་ཡིན་བསམ་བྱས་སམ་དེ་བཏང་པ་ཙམ་གྱིས་ཨ་ནི་པདྨ་སྲིད་ཚོགས་ས་འབྲི་སྦྱངས་ཁོ་རྒྱ་ཆེན་པོ་ཅིག་ཆགས་ཀྱི་རེད་བསམ་གྱི་འདུག་ལའང་དེ་ཡིན་དུས་གྲྭ་ཚང་ནང་ལོགས་ལ་ཡང་སྐྱེས་ཆེན་དམ་པ་ག་ཚོད་དང་ག་ཚོད་ཡོད་རེད་དེ་ཡིན་དུས་གྲྭ་ཚང་གི་དོན་བཏང་ཡང་དེ་སྐད་དེ་ཉམས་པ་ཡིན་ན་ཡང་གྲྭ་ཚང་གི་དགོས་འདོད་དམངས་ལ་ཡང་བར་ཆད་འདྲ་པོ་འདྲ་མ་འདྲ་དེ་འདྲ་ཡང་ཡོང་སྲིད་པ་ར་དཔེར་ན་ཚོགས་པ་གཅིག་ཁམས་ཚན་མི་ཚན་འདྲ་པོ་ཆ་ང་ཆུང་ངུ་དེ་འདྲ་གཅིག་སྙེ་མ་འདོན་པ་གཅིག་འདོན་དགོས་བ་རེད་ཨ་ནི་ཕྱིས་སུ་འདོན་པ་དེ་ཉམས་རེད་བསམ་བར་ཆད་ལས་ཡ་དེ་འདྲའི་དངོས་ཡོད་གནས་ཚུལ་རྒན་པ་འདི་ཚོ་གི་གསུང་རྒྱུན་དེ་འདྲ་འདུག་ཨ། དེ་ཡིན་དུས་འདི་ཧ་ཅང་གལ་ཆེན་པོ་རེད་ཞག་ཅིག་ནས་འོ་དེ་ཞུ་ཡ་ཡིན་དེ་རྣམ་པ་ཚོས་ངས་ཤེས་ཡ་དེ་ལ་ཡ་ཡིན་ཅིག་མི་ཅིག་ཡིད་ཆེས་བརྒྱ་ཆ་བརྒྱ་གནང་དགོས་མ་རེད་ཨ་རྣམ་པ་ཚོས་སོ་སོས་དཔྱད་པ་མཛད་རོགས་བྱས་ཞུ་ཡ་ཡིན་ཨ།